བློ་གཞུང་གང་ལ་མེད་ས་དེ་ལ། དེ་ནི་དེ་འདྲ་གི་མགོ་སྐོར་དུ་བཏང་ལས་སླ་པོ་ཡོད། ང་ཚོ་བོད་ཀྱི་ས་ཆ་ནི་ཡར་མ་བཏུས་དང་བསམ་བློ་བཏང་དགོས། དངོས་གཞི་ཡོད་མདོག་རྫུན་འཕྲུལ་ཡོད་མདོག་ཅི་འདྲ་མི་འདྲ་ཅིག་བྱས་ཡོང་གི་ཡོད་མདོག་མདོག་བྱེད་ས་ཀྱི་ས་ཆ་གང་ཡིན་པ་དེ་ལ་ནང་བསྟན་ཆོས་ལུགས་ཀྱི་གཞུང་ལུགས་ཀྱི་བློ་གཞུང་ཡོད་མ་རེད། ནང་བསྟན་ཆོས་ལུགས་ཀྱི་གཞུང་ལུགས་ཀྱི་བློ་གཞུང་གང་ལ་བཀོལ་ས་དེ་ལ། གང་ལ་གཅོག་ས་དེ་ལ། ད་དངོས་གཞི་རྫུན་འཕྲུལ་ད་ཚང་མ་སྔོན་དུ་ཆུད་ཡོང་གི་རེད། བྱས་ཙང་དེ་དུས་འགྲོ་རུ་འགྲོ་ས་རག་གི་ཡོད། ང་ཚོས་དེ་འདྲའི་གདན་ས་ཆེན་པོ་གསུམ་གྱི་ནང་ལོགས་ལ་དངོས་གཞིའི་རྫུ་འཕྲུལ་ཡོད་མདོག་གི་མི་གཅིག་ཀྱང་ཐོན་ཡོད་མ་གར་བྱས་པ་རེད། ནང་བསྟན་ཆོས་ལུགས་ཀྱི་ཚད་ལྡན་གྱི་གཞུང་ལུགས་ཀྱི་བློ་ཉེ་ཡོད་པ་སོང་ཙང་དངོས་གཞིའི་རྫུ་འཕྲུལ་ཡོད་མེད་ལ་སྐད་ཆ་གཉིས་དྲིས་ན་ཁོས་ཧ་གོ་གི་ཡོད་རེད། ཁྱོད་རང་དངོས་གཞི་དེ་ག་འདྲ་ཞིག་ནས་ཐོབ་སོང། དངོས་གཞི་ག་འདྲ་ཞིག་དེ་སྒྲུབ་དགོས་ཀྱི་རེད་ཟེར་ད་ཁོ་ནག་ཆ་རེ་འགྲོ་ཚར་བ་རེད། ཟབ་མོ་ཞིག་ཡོད་ན་དེ་རེད། དཔེར་ན་ད་ལྟ་འདི་ན་བསམ་བློ་བཏང་ད། རྫ་སེ་ཤུལ་དགོན་དེ་བཞིན་དར་རྗེ་གླིང་གི་ནང་ལོགས་ལ་ཡང་ནང་བསྟན་ལྷོ་གླིང་འདུག་ཅེས་ནས་བློ་གཞུང་བྱེད་ས། འདི་གྲྭ་པ་ཚང་མ་ཁ་ཤུགས་དེ་བློ་གཞུང་གི་ཁ་ཤུགས་ལ་ཡོད་པ་སོང་ཙང་ང་ཚོའི་ནང་ལུགས་ལ་དངོས་གཞི་ཡོད་ཟེར་ངེས་ཅི་ཅང་མི་འདུག་མཁའ་འགྲོ་མ་ཡིན་ཟེར་ངེས་མི་འདུག་ལ་མཁའ་འགྲོ་ཕ་ཡིན་ཟེར་ངེས་མི་འདུག་སུ་གཅིག་མི་འདུག་དེ་འདྲ་དངོས་གནས་མི་འདུག་དེ་ག་རེ་ཞིག་ནས་ཡོང་གི་ཡོད་མ་རེད་གཞུང་ལུགས་བློ་གཞུང་གི་ཐོག་ནས་དངོས་གཞི་ག་འདྲ་ཞིག་ནས་སྒྲུབ་དགོས་ཀྱི་ཡོད་པ་རྟོགས་པ་ག་འདྲ་ཞིག་ནས་སྐྱེ་དགོས་ཀྱི་ཡོད་པ་གྲུབ་པ་ག་འདྲ་ཞིག་ནས་ཐོབ་དགོས་ཀྱི་ཡོད་པ་དེ་ཧ་གོ་བསྡད་ཀྱི་ཡོད་པ་སོང་ཙང་སུ་གཅིག་གི་ང་ལ་དངོས་གཞི་ཡོད་ཟེར་ཕོད་ཀྱི་ཡོད་མ། དེ་ལ་ང་རང་ཚོ་དཔེར་དུ་སློབ་སྦྱོང་མེད་ས་དང། ས་གནས་མང་ཚོགས་ཆེས་དམངས་ས་གི་ས་ཆ་ལ་ཡང་དངོས་གཞི་ཡོད་མཁན་དང་རྫུན་དྲུག་ཡོད་མཁན་དང་གཏེར་སྟོན་མཁན་དང་ཚུར་གང་ག་དཔལ་དུ་འཁོར་བ་ཞི་བའི་གི་ཚང་དོར་བ་ནང་བཞིན་ནི་བདོག་ཡོང་གི་འདུག་བ། དེ་ག་རེ་བྱས་པ་རེད་ནང་བསྟན་ཆོས་ལུགས་ངོས་ནས་བཤད་ན་ངོ་ནི་དྲང་གནས་གི་ཨ་ནི་བསྟན་པ་ཉམས་པའི་རྐྱེན་ཆེན་པོ་བྱེད་གི་ཡོད། མང་ཚོགས་ཀྱི་ཡིད་ཆེས་བརླག་པའི་རྐྱེན་ཆེན་པོ་བྱེད་ཀྱི་ཡོད། ང་རང་ཚོ་དཔེ་བྱས་ན་རྒྱ་གར་གྱི་ནང་བསྟན་ཆོས་ལུགས་དེ་རྒྱ་གར་གྱི་ནང་ནས་ཉམས་ཆག་དང་དར་རྒུད་འགྲོ་ཡ་དེ། གཙོ་ཆེ་ཤོས་དེ་སྔགས་ལ་མིང་བཏགས་ཀྱིས་མི་མང་གི་ནང་ལ་རྩིང་སྤྱོད་མང་པོ་བྱེད་ཡ་དང། མི་མང་གི་ནང་ལ་ཆགས་སྤྱོད་ལ་སོགས་པ་དེ་འདྲའི་གསང་སྔགས་འཆལ་སྤྱོད་བྱུང་བ་ལས་ཉམས་སོང་བ་རེད་ཟེར་ཡ་དེ་རྣམ་པ་ཚོས་ལྟོས། རྒྱ་གར་གྱི་ཆོས་འབྱུང་ལོ་རྒྱུས་ནང་ལོགས་ལ་ཡ་རྒྱ་གར་གྱི་ནང་ལོགས་ལ་ནང་བསྟན་ཆོས་ལུགས་ཉམས་ཡ་དེ་དེ་ཉམས་པ་རེད་ཟེར་ལབ་པ་རེད། ང་ཚོས་ད་ལྟ་བོད་མི་རྣམས་ལ་དེ་འདྲ་ཡང་ནས་ཡང་དུ་བྱས་ན། ངེས་ཅན་འདྲ་གི་མ་རེད། ངེས་ཅན་ས་ཆ་ཆུང་ཆུང་གཅིག་གི་ནང་ནས་ཁོ་རང་གི་ག་ཚད་ཕྲ་གི་དེ་ནི་མི་ཚེ་ཁོ་རང་གཏན་ཕྲ་ནས་རྫོགས་འགྲོ་གི་རེད་སུ་གཅིག་གོ་གི་མ་རེད། ད་ལྟ་ས་ཆ་ཆུང་ཆུང་གཅིག་གི་ནང་ནས་དེ་འདྲ་ཅིག་ཕྲ་བ་ཆེ་ད་ལམ་སང་གོ་ཡོང་གི་འདུག་བ། ལམ་སང་ཆགས་འགྲོ་གི་འདུག་བ་འཛམ་བུ་གླིང་ལ་ཆགས་འགྲོ་གི་འདུག་བ། དེ་མིན་སྐྱོན་བརྗོད་བྱེད་མཁན་དེ་ཚོས་ག་འདྲས་བྱེད་ཀྱི་འདུག། དཔེར་ན་ང་ཚོ་ཐའེ་ཝན་རེད་རྒྱ་ནག་གི་ནང་ལོགས་ལ་ཡ་ཆུས་ལ་མི་དགའ་ངས་ཁ་ཅིག་གིས། རྒྱ་བརྒྱུད་ནང་བསྟན་ལ་དགག་པ་རྒྱབ་བོད་བརྒྱུད་ནང་བསྟན་ལ་དགག་པ་རྒྱབ་བོད་བརྒྱུད་ནང་བསྟན་གྱི་ནང་ནས་དག་མདངས་དངོས་གཞི་ཡོད་རྫུ་འཕྲུལ་ཡོད་འཆལ་སྤྱོད་བྱེད་དེ་ངས་ཡོངས་སུ་རྫོགས་པ་དེ་དྲ་ཐོག་ལ་བཞག་ནས་ཨ་ནི་དེ་ལ་ཡང་དགག་པ་རྒྱབ་ཅེས་ད་བོད་བརྒྱུད་ནང་བསྟན་གྱི་ལྡོག་བཞག་འདི་རེད་བོད་བརྒྱུད་ནང་བསྟན་གྱི་ལས་ཀ་འདི་རེད་དེ་འདྲ་ཟེར་བསྡད་ཀྱི་མི་འདུག་བས།